ཐང་གའི་རྡོ་རྗེ་ཤཱཀ་ཐའི་རའི་གྲངས་བཞིན་གཤེན་གྱི་མ་དང་བདུད་རྒྱལ་སྤང་བྱང་དང་གསེར་གྱི་ལྷུན་པོ་བཏབ་པའི་བྱེ་བའི་གོས་ཤཱཀ་ཆའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས། ཐང་གའི་བ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཆེ་ན་སྒོ་གསུམ་གྱི་བ་ཆེན་པོ་ལྟོ་ཆ་དྲངས་ནས་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབ་པ་ལ་བྱེད་བྱང་ཆུབ་སེམས་སྒོམ་ཐང་དང་སྟོང་པ་ཉིད་སྒོམ་ཐང་དེ་འདྲའི་སྐོར་ལ་ད་མདོར་བསྡུས་དུས་ཅིག། འོ་དེ་ཞི་ཡང་ཡིན་ད་དེ་འདྲ་ཡིན་པ་སོང་ད་ད་མང་པོ་བྱེད་གི་གར་ཚད་སོང་ད་བྱང་ཆུབ་སེམས་ག་འདྲེ་ཞིག་སྒོམ་གི་ཡིན་ན་ཨ་འདུག་པ་གཉིས་ག་འདྲེ་ཞིག་ནས་སྒོམ་གི་ཡིན་ན་བསམ་ད་དེ་འདྲེ་མང་པོ་བྱེད་གི་གར་ཚད་སོང་ད་བྱེད་ད་ང་ཚོ་དབང་མང་པོ་དེ་ལོང་ད་ཁྲིད་དེ་འདྲེ་མང་པོ་ཞུ་བའི་སྐབས་ཚད་ལ་ད་དེ་ནང་ལ་བྱང་ཆུབ་སེམས་སྒོམ་ཆོག་སོང་ཨ་ནས་སྟོང་པ་གཉིས་སྒོམ་ཆོག་སོང་འོ་དེ་འདྲེ་སོང་བ་ཡིན་པ་སོང་ད་དེ་ནམ་རྒྱུན་ཡང་བྱེད་སྒོམ་དང་མ་ཤེས་མཁན་ཡང་གར་རྩེད་སོང་ན་དབང་ལུང་ཁྲིད་གསུམ་ཞུས་བྱ་བའི་ཆེད་ལ་བྱང་ཆུབ་སེམས་ག་འདྲ་ཞིག་སྒོམ་གི་ཡིན་ན་སྟོང་པ་ཉིད་ག་འདྲ་ཞིག་སྒོམ་གི་ཡིན་ན་བསམ། འོ་ད་དེ་འདྲའི་མ་ཤེས་མཁན་དེ་འདྲ་ད་མང་པོ་ཡོད་བ་སོང་ད་དེ། མ་ཤེས་པ་རྣམས་ཀྱི་ཆེད་དུ་ད་ངས་དེ་ནས། མདོར་བསྡུས་བསྡུས་ཞེས་གོ་བདེ་བོ་བྱས་ནས་ད་དེ་ཟེར་ཞུ་ཡག་མདོག་པ་བྱུང་སོང། འོ་དེ་འདྲ་ཡིན་པ་སོང་ད་ད་དང་པོ་དེ་གར་རྩེད་སོང་ན་སྒོམ་ཟེར་དུས་མ་ལ། དང་པོ་ག་འདྲ་ཞིག་བསམ་དང་གར་རྩེད་ན།

འོ་དེ་འདྲ་བྱས་ནས་བྱེད་སྟངས་གཅིག་དག་སྒོམ་ལ་གོ། བརྟག་དཔྱད་བྱེད་པའི་བརྟག་དཔྱད་བྱེད་གི་བྱེད་གི་ཡང་ན་ཅིག་གོམས་འདྲིས་དང་ན་གོམས་རྒྱག་དང་བརྟག་དཔྱད་བྱེད་པའི་གི་བྱེད་ལ་ནི་ཡང། སེམས་གཅིག་དང་མ་ཡེངས་བ་བྱས་ནས་བརྟག་དཔྱད་མ་བྱས་པ་དཔྱད་པ་མ་བྱས་པ་བྱས་ནས་རྩེ་གཅིག་ཏུ་འཇོག་བདེ་ཡ། འོ་དེ་འདྲ་བྱེད་སྒོམ་སྣ་ཚོགས་པ་ཅིག་ཡོད་རེད་ད་དེ་ད་ལྟ་ཞེས་མ་གོ་བར་བྱེད། ད་དང་པོ་དེ་གལ་ཆེ་ཤོས་དེ་ག་རེ་བཙལ་སོང་ན་དང་པོ་གཅིག་དག་ཀུན་སློང་དེ་གལ་ཆེ་ཤོས་རེད། ཀུན་སློང་དེ་གལ་ཆེ་བས་ཡིན་པར་སོང་ཙང། བཀའ་གདམས་བླ་མ་རྣམས་ཀྱིས་ཐོག་མཐའ་གཉིས་ལ་བྱ་བ་གཉིས་གསུངས་བ་ནང་བཞིན་དང་པོ། རྒས་པ་ག་རེ་ཡིན་ན་དེའི་སྔུན་ལ། རྒས་པ་ག་རེ་ཡིན་ན་དེ་མ་གྲོལ་བའི་སྔུན་ལ་དང་ཀུན་སློང་དེ་ཡང་སངས་རྒྱས་ཆེན་པོ་རེད་དེ་འདྲ་ཡིན་པར་སོམས་ན་ད་ང་ཚོ་ག་རེ་ཟེར་སོང་ན་ཅིག་སོ་སོ་བསྒོམས་ཏེ་ཨ་ནི་ནང་པ་སངས་རྒྱས་པའི་ཕྱོགས་སུ་འགྲོ་བར་བྱེད་པ་ལ་ཨ་ནི་སྐྱབས་འགྲོ་ཟིན་གོ་ཡོད་རེད་ཨ་ནི་སོ་སོ་རང་ཉིད་ཀྱིས་ཅིག་བསྒོམས་ཏེ་རྒྱག་བར་བྱེད་པ་ལ་ཨ་ནི་ཐེག་པ་ཆེན་པོའི་ཕྱོགས་སུ་འགྲོ་བར་བྱེད་པ་ལ་སེམས་གཅིག་ཟིན་གོ་ཡོད་རེད་དེ་འདྲ་ཡིན་པར་སོང་ན་ད་སྐྱབས་འགྲོ་དང་སེམས་གཅིག་གཉིས་དེ་དངོས་སུ་གོ་ཡོད་པར་སོང་ཙང། དེ་གཉིས་ཀྱི་ཉམས་ལེན་དེ་དག་སྔོན་འགྲོ་དགོས་པ་དེ་འདྲ་ཡིན་པར་སོང་ཙང་ད་ལྟའི་ཡོངས་ཡག་གི་ཆེད་དུ་ལ་དང་པོ་ཚིག་ལ་བརྟེན་ནས་ནི་དུང་སམ་དང་གོ་ཡོད་པར་སོང་ཙང་སངས་རྒྱས་ཆོས་དང་ཚོགས་ཀྱི་ཆོས་རྣམས་ན་བྱང་ཆུབ་པ་དེ་དག་ནི་སྐྱབས་སུ་བྱེད། ཟེར་བ་དེ་འདྲ་དེ་ལྟ་བུའི་གི་སྐྱབས་སྟོང་པ་པོ་སངས་རྒྱས་དཀོན་མཆོག་ཨ་ནི་སྐྱབས་མགོན་ཆོས་དཀོན་མཆོག་ཨ་ནི་སྐྱབས་སྒྲུབ་པའི་གི་ཟླ་གྲོགས་ཚོགས་ཀྱི་མཆོག་སེ་ཏུ་དགེ་འདུན་དཀོན་མཆོག་འོ་དེ་ལྟ་བུའི། དཀོན་མཆོག་སེམས་ལ་ནི་ངས་སངས་རྒྱས་དཀོན་པ་མ་ཐོབ་ཀྱི་བར་དུ་སྐྱབས་སུ་འགྲོ་བ་ཡིན་བསམ་པ་བྱས། འོ་དེ་འདྲའི་བསམ་བློ་བཏང་ཡོད་ཅིག་ད། ཁ་ནས་བད་གར་ཟེར་སོང་སངས་རྒྱས་ཆོས་དང་ཚོགས་ཀྱི་ཆོས་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་བྱས་ཟེར་དེ་འདྲའི་ད་ཐེངས་མ་གསུམ་གཏོང་ན་རེད་གཉིས་གཏོང་ན་རེད་གཅིག་གཏོང་ན་འགྲིག་གི་རེད་དོན་དག་དེ་སོ་སོ་གི་ད། དཀོན་མཆོག་སེམས་མདུན་ལ་དངོས་སུ་བས་བཞུགས་ཏེ་ཡོད་བསམ། སྐྱབས་སྟོང་པ་པོ་སངས་རྒྱས་དཀོན་མཆོག་སྐྱབས་ངོ་ད་ཆོག་དཀོན་མཆོག་འགོག་བདེན་དང་ལམ་བདེན། ཨ་ནི་སྐྱབས་འགྲོ་བས་ཀྱི་ཟླ་གྲོགས་འགོག་ལམ་རྒྱུད་ལ་བསྟེན་མཁན་གྱི་དགེ་འདུན་དཀོན་མཆོག་གསུམ་དེ་ད་སོ་སོ་མདུན་ལ་དངོས་སུ་བཞུགས་ཡོད་བསམ་པར་བྱས་ནས་ད་དེ་ལྟ་བུའི་དཀོན་མཆོག་གསུམ་ལ་ནི་སངས་རྒྱས་དགོངས་པ་མ་ཐོབ་ཀྱི་བར་འདི་ལ་ད་དེ་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་ཡིན་བསམ་པར་བྱས་དེ་འབྲེལ་གྱི་སེམས་ཅིག་དང་པོ་བསླད་པར་བྱེད་ད་དེ་བསླད་པར་བྱས་པ་ཡིན་པར་སོང་ཙང་དེ་ལ་བརྟེན་ནས་ད་སོ་སོ་སྒོམ་རྒྱག་ཡ་ད་ལུས་ངག་ཡིད་གསུམ་འགལ་བ་ག་རེ་བྱས་ན་དེ་འབྲེལ་གྱི་བསམ་མནོ་དབང་དུ་བཏང་བ་ཡིན་ན་ནང་པའི་གི་ཕྱོགས་སུ་འགྲོ་བ་ཡོད་རེད་ད་དེའི་སྒང་ལ་ག་རེ་བྱས་སོང་ན་བྱས།

ཉེས་བྱས་ཀྱི་སངས་རྒྱས་བསྒོམ་པར་མ་གཏོགས་པའི་བར་དེ་ནི་ངས་སྐྱབས་སུ་འགྲོ་བ་ཡིན་ཟེར་བྱང་ཆུབ་སེམས་དེས་བྱང་སེམས་དེ་སྤང་བྱ་མ་ལས་པ་སྤང་བ་ཆུབ་སེམས་རྟོགས་བྱ་མ་ལས་པ་རྟོགས་པ། མདོར་ན་དཀོན་མཆོག་གསུམ་ལ་ནི་ངས་སྤང་ལྟུང་མཐར་ཐུག་གི་སངས་རྒྱས་བསྒོམ་པར་མ་གཏོགས་པ་དེ་སྐྱབས་སུ་འཇུག་གི་ཡིན། འོ་དེ་འདྲ་བྱས་ནས་ད་བསམ་ན་བདག་འདི་མོར་སྐྱབས་འགྲོ་བ་ཆེ། ད་དེ་ནས་བདག་གི་སྦྱིན་སོགས་རྒྱས་པའི་ཚོགས་རྣམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲོད་པར་ཤོག་ཟེར་ཏེ་མོ་ལ་ཨ་ནི་ངས་གཅིག་ད། ལུས་ངག་ཡིད་གསུམ་དགེ་བ་སྤྱི་དང་ལྷག་པར་དུ་དགའ་བར་མཛད་སོགས་དང་སྦྱིན་པ་དང་ཚུལ་ཁྲིམས་དང་གསོལ་བ་དང་བརྩོན་འགྲུས་དང་བསམ་གཏན་དང་ཤེས་རབ་སོགས་ཟེར་ཏེ་སྦྱིན་ཟེར་ཏེ་སྨྲ་ལ། སྦྱིན་པ་དངོས་སུ་དེ་ནས་གསུངས་འདུག་བ། སོགས་ཟེར་དང་སོགས་སྒྲའི་ནང་ན། ཚུལ་ཁྲིམས་དང་གསོལ་བ་དང་བརྩོན་འགྲུས་དང་བསམ་གཏན་དང་ཤེས་རབ་དང་དང་དེ་ལ་སོགས་པའི། བསམ་པ་སེམས་བསྐྱེད་ལ་སོགས་པ་དང་འོ་དེ་འདྲ་བྱས་ནས་ད་གཟོད་དུ་ལུས་ངག་ཡིད་གསུམ་གྱི་དགེ་བ་མང་པོ་བསྒྲུབས་ཡ་ཡོད། མདོར་ན་ངས་སྦྱིན་པ་ལ་སོགས་པའི་ལུས་ངག་ཡིད་གསུམ་གྱི་དགེ་བ་ག་རེ་བསྒྲུབས་ན། དེའི་དགེ་བ་བསྒྲུབས་པ་དེ་ལ་བརྟེན་ནས

སེམས་ཅན་ཐམས་ཅད་སྟོང་སྟེ་ད་བས་ན་སངས་རྒྱས་གོང་མ་ཐོབ་པར་བྱ་སྟེ་ཞེས་པའི་གདངས་ནས་བསྐལ་པ་འདི་དང་འདི་ཞེས་བྱ་བ་སྒྲུབ་ཀྱི་ཡིན་བསམས་པ། ཨ་ནི་ཅིག་སངས་རྒྱས་གོང་མ་མ་ཐོབ་པའི་བར་དུ་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྒོ་ནས་ཨ་ནི་ངའི་ལུས་ངག་ཡིད་གསུམ་གྱི་བསྐལ་པ་ག་རེ་བསྒྲུབས་ན་དེ་སངས་རྒྱས་གོང་མ་ཐོབ་པའི་རྒྱུ་རུ་འགྲོ་བར་ཤོག་ཟེར་བ་ད་དེ་འདྲའི་གི་བསམ་བློ་གཉིས་དེ་བཏང་གོ་ཡང་དེ་དཔེ་མ་ཟད་གལ་ཆེན་པོ་ཆགས་ཏེ་ཡོད་རེད་ད་དེ་སྔོན་དུ་བཏང།

འོ་དེ་ལྟ་བུའི་ཕྱིར་སྐྱབས་འགྲོ་དང་སེམས་ཀྱི་སྙིང་གི་དཔེ་བསམ་བློ་བཏང་བའི་སྒོ་ནས་དེ་ནས་དང་པོ་སྒོ་མ་བརྒྱབ་པའི་སྔོན་ལ་དེ་འདྲའི་སངས་རྒྱས་ཤུགས་འཚོ་མ་ཚར་སོན་གཏོང། ཨ་ནི་སོ་སོ་སེམས་ནང་ད་དེ་འདྲའི་ཞིག་ནས་གོང་ཞོག་གསུམ་ནས་སྐྱབས་སུ་འགྲོ་བ་དང། ལུས་ངག་ཡིད་གསུམ་དགེ་བར་བགྲོད་པ་དེ་ལ་བརྟེན་ནས་སེམས་ཅན་ཐམས་ཅད་དང་པོ་སངས་རྒྱས་གོང་འཕོ་ཐོབ་པར་བྱའོ་ཟེར་ད་དེའི་གལ་ཆེན་པོ་དེ་གཉིས་སྔོན་དུ་བཏང།

ལུས་བདེ་པོ་ཅིག་ཡག་པོ་ཅིག་བྱུང་བསྡད་ན་དེ་ལ་བརྟེན་པའི་སེམས་དེ་ཡང་གོ། སྒོམ་རྒྱག་ཡག་ལ་ཕན་ཐོགས་དང་གོ། ལས་སུ་རུང་བ་དེ་འདྲ་ཆགས་ཀྱི་ཡོད་པ་སོང་ཙང་ད་ལུས་ཀྱི་བདེ་ཐང་དེ་ལ་བརྟེན་ནས་ཡང་སྒོམ་རྒྱག་ཡག་ལ་ཕན་ཐོགས་ཡོད་པ་སོང་ཙང་ཨ་ལུས་བདེ་ཐང་དེ་ལ་ཁྱད་ཆོས་བདུན་གང་ལྡན་པ་ཞིག་གོ་རེ་གསུངས་པ་ཡོད། ཁྱད་ཆོས་བདུན་ག་རེ་གོ་ཟེར་ན་དང་པོ་དེ་ལ་ཨ་ནི་སྒོམ་རྒྱག་པའི་གི་སྐབས་སུ་རྐང་པ་དེ་ནི་རྡོ་རྗེ་སྐྱིལ་ཀྲུང་ཟེར་ཞབས་རྡོ་རྗེ་སྐྱིལ་ཀྲུང་ཟེར་དེ་མོ་དེ་གཅིག་རེད། རྐང་པ་རྡོ་རྗེ་སྐྱིལ་ཀྲུང་ཟེར་དེ་མོ་ལ་སྒོམ་རྒྱག་དུས་ཁྱད་ཆོས་དང་པོ་དེ་རྐང་པ་རྡོ་རྗེ་སྐྱིལ་ཀྲུང་ལྕགས་རེད་དེ་ཁྱད་ཆོས་དང་པོ་དེ་རེད།

བདག་ཅེས་ཡི་གེ་རྩེ་མོ་དེ་ཅི་དང་གར་ཟད་སོང་ན་ཅིག་སྲོག་དང་ཅི་གཉིས་པོ་དེ་ནམ་རྒྱུན་གྱི་ཁ་གདངས་བསྡད་པ་མ་ཡིན་པར་ཁ་བད་དེ་བཙུམས་བསྡད་པ་མ་ཡིན་པར་རང་བབས་ཀྱི་བར་བཞག་པ་ཡིན་ན་ནི་ཅེས་ཡི་གེ་རྩེ་དེ་སྐེ་ལ་སླེབས་བསྡད་པ་འོ་དེ་འདྲ་བྱས་ནས་སོང་ཅིག་རང་བབས་སུ་བཞག་པ་ཟེར་ད་དེ་དུས་འདས་ཆགས་བསྡད་ཡོད་རེད། ད་དེ་འདྲ་ཡིན་པ་སོང་ད་རྐང་པ་དོར་ཞེས་སྐྱིལ་ཀྲུང་སེ་དེ་མ་ལ་ད་དེ་ང་ཚོ་ལྟས་སུ་ག་ལས་ཁག་པོ་ཆགས་བསྡད་ཡོད་རེད།

དེ་དང་དེ་ཕྱེ་ལས་ལ་བ་རེད་བ། ཡང་མི་ཁ་ཤས་ལ་རྐང་པ་ནད་པ་ཡོད་ན་ད་ག་རེ་བྱེད་དགོས་ཟེར་ན་རྐང་པ་ནད་པ་ཡོད་ན་ཡང་སོ་སོ་རྐང་པ་སྐྱིལ་ཀྲུམ་བཅག་མ་བཏབ་ན་ཡང་གོ་རྐང་པ་མ་ཧྲིམ་ན་རེད་ཡང་ན་རྐུབ་བཀྱག་བཏོག་ན་ཡག་པོ་བ་ཞིག་བེད་བདེ་དེ་གཟུགས་པོ་འབྲོང་པོ་བ་བྱེད་དེ་རྐང་པ་དེ་ག་རེ་ཟན་སྐྱིལ་ཀྲུམ་བྱས་མ་བཏབ་ན་ཡང་སོ་སོ་སེམས་གི་ནང་ད་རྐང་པ་སྐྱིལ་ཀྲུམ་བྱས་དེ་ཡོད་བསམ་པ་འོ་དེ་འདྲའི་དེ་བྱེད་བྱ་ད་མདོར་ན་སོ་སོ་གཟུགས་པོ་བདེ་བོ་བ་བྱེད་ནས་རྐང་པ་བདེ་བོ་བྱེད་འདི་དགོས་བ་རེད་འོ་ད་དེ་དེ་བྱེད། འོ་སྤྱིར་བཏང་ག་རེ་ཟེར་སོང་ན་རྐང་པ་སྐྱིལ་ཀྲུམ་བཅག་དེ་ཡག་དེ་ག་རེ་ཕན་དགོས་རེད་ཟེར་ན་རྐང་པ་སྐྱིལ་ཀྲུམ་བྱེད་འདི་བ་ཡིན་ན

ལག་པ་གཡོགས་མ་དེ་དེས་ཕྱིར་ལོག་བྱེད་དེའི་སྒང་ལ། ལག་པ་གཡོགས་མ་དང་པོ་སྤང་སྒང་ལ་བཅག་དེའི་སྒང་ལ་ལག་པ་དབྱེ་བར་བཞག་ནས། ཨ་ན་དེ་ནས་ག་རུ་ཟས་སོང་ན་གཅིག་མཐེ་བོང་གཉིས་འདི་ཨ་ན་ཙེ་གཉིས་པོ་མཐེབ་རྒན་མ་གཉིས་འདི་ཨ་ན་ཙེ་གཉིས་གཉིས་གཏུག་འོ་དེ་འདྲ་བྱས་ནས་ད་སངས་རྒྱས་འོ་བག་མེད་ཀྱི་གཞུག་དང། ཕྱག་ན་གཞལ་འོ་དེ་འདྲ་བྱས་ནས་ད་བསྡད་ཀྱི་རེད་གསུང་གི་ཡོད་དེ་བསྡད་པ་ཡིན་ན་ག་རུ་ཟས་སོང་ན་གཅིག། ཐག་དང་ཤེས་རབ་གཉིས་ཀྱི་རྩ་གཉིས་འདི་ལག་པ་གཉིས་ལ་ལྟ་བའི་རྟེན་འབྲེལ་འགྲིག་ཏུ་དབྱེ་བ་གསུངས་ལྟར་ལག་པ་གཉིས་དེ་ལྟ་བུའི་མཉམ་གཞག་ཅིང་བསྡེབས་པ་ཡིན་ན། རྩ་དེ་ཐག་དང་ཤེས་རབ་ཀྱི་རྩ་གཉིས་ནི་བས་མཉམ་དུ་གྱུར་བ་ལ་བརྟེན་ནས་ཡང་སྒོ་རྟེན་འབྲེལ་མང་པོ་འགྲིག་ཡ་ཨོ་དེ་ནི་ཡོད་གསུངས་པ་ཡོད། འོ་ད་དེ་ནས་ག་རེ་ཟེར་སོང་ན་དགེ་ཚིག་མདའ་ལྟར་གསང་བ་ཟེར་ཏེ་མོ་ན། ང་ཚོ་གི་དགེ་བེད་ཀྱི་དགེ་ཚིག་ཅིག་ཡོད་རེད་དེ་མདའ་ནང་བཞིན་ཡར་འགྲོ་གྲོང་པོ་མདའ་ཟེར་དུས་ང་ཚོ་ཅིག་དེང་སང་དེའི་མདའ་དེ་ཆུང་ཆུང་དེ་མ་རེད་མདའ་ཆེན་པོ་ཞེས་ནམ་རྒྱུན་མདའ་བཞི་ཕྱི་དེ་མོ་མདའ། དེ་བས་འབྲོང་བུ་དང་དྲང་པོ་ཡོད་དེ་ན་ཡིད་སྲུབ་པོ་པས་དྲང་པོ་བྱས་ནས་སྒལ་ཚིགས་དྲང་པོ་བྱས་འདེད་ཀྱི་རེད་གསུངས་པ་ཡོད་དེ་བྱས་ན་ག་རེ་ཡོད་ཟེར་ན། སྒལ་ཚིགས་འབྲོང་པོ་བྱས་ན་ལུས་འབྲོང་པོ་ཆགས་ཀྱི་ཡོད་རེད་ལུས་འབྲོང་པོ་ཆགས་སོང་ན་རྩ་ཚང་མ་འབྲོང་པོ་ཆགས་ཀྱི་ཡོད་རེད་རྩ་འབྲོང་པོ་ཆགས་སོང་ན་དེའི་ནང་རླུང་ཡག་པོ་རྒྱུག་གི་ཡོད་རེད་རླུང་རྒྱུག་པ་ཡིན་ན། ད་རྩ་གི་ནང་ལ་ག་རེ་རླུང་ཡག་པོ་རྒྱུག་པ་ཡིན་ན་རླུང་དང་མཉམ་དུ་དེ་སེམས་ཀྱི་རྟེན་དེ་གནས་པའི་རྣམ་ཤེས་ཀྱི་རྟེན་དེ་རྩ་ཡིན་པ་སོང་ཙང་ཨ་ནི་ག་རེ་ཟེར་སོང་ན།

འདྲེན་པ་ཅོང་ལྐུགས་པ་ཟེར་བ་འདི་གར་ཆགས་ཟེར་སོང་ན་ད་དཔེ་ཟེར་མར་སྡེ་བའི་གི་སྐབས་ཟེར་ལ་མགོ་སྟེ་ཡིད་ཟེར་མ་གུག་གུག་བྱེད་འདི་གང་རེད་ཟེར་བ་རེད་ག་རེ་བྱེད་ནས་ཟེར་སོང་ན་མགོ་བདག་རྒྱའི་ལོག་ཏུ་འདེད་པ་ཡིན་ན་ཡང་གོ་བདེ་བོ་ཡོད་མ་རེད་ཨ་ནི་ཡར་མར་ཀྱོག་བསྡད་ན་ཡང་ཉག་ཚིག་དེ་ནག་རེད་བ་དེ་འདྲ་ཡིན་པ་སོང་སོང་གོ་བྱེད་འདུག་དེ་ཟེར་མར་གུག་བསྡད་པ་ཡིན་ན་ཨ་ནི་ཟིག་གཟུགས་པོ་བདེ་བོ་ནམ་རྒྱུན་ང་ཚོ་སྡེ་བའི་གི་སྐབས་སུ་མིའི་གཟུགས་པོ་དེ་ཡང་གཟུགས་པོ་ཁ་ཐུག་བསྡད་པ་ཡིན་ན་མགོ་དེ་ཟེར་མར་གུག་བསྡད་པ་ན་ཅིག་བདེ་བོ་དེ་ཡག་པོ་དེ་བྱུང་གི་ཡོད་རེད།

མགྲིན་པ་བྱང་ཁུག་ཏུ་ཡོད་པ་སོགས་དང་དམིགས་ཏེ་ག་ལ་སྲིད་སྣང་ངུ་རྩལ་གྱིས་ཨ་ནི་མདུན་གྱི་བར་སྟོང་དེ་བ་ལ་ཅིག་མ་བལྟས་བལྟས་པ་ཅིག་འདི་ནས་བྱེད་ཀྱི་རེད། ག་རེ་བྱེད་ནས་ཟེར་ན་མིག་རྒྱང་མིག་ཕྱེད་རྩེ་བ་ན་བར་ནམ་མཁའ་འདྲ་བ་དང་དེ་ནས་གཡས་གཡོན་འདྲ་བ་བལྟས་བལྟས་ན་ཨ་ནི་ཡང་གོ་སེམས་ཤིན་ཏེ་ཡིད་འགྲོ་ཡག་གི་དེ་ནས་གི་དག་སྐྱོང་ཡོད་རེད། ད་མིག་བལྟས་ཏེ་མར་བཙུམ་བསྡད་ན་ཡང་ག་ཤེད་མིག་བཙུམ་བསྡད་ཀྱི་འདུག་བ་མིག་བཙུམ་པ་ཡིན་ན་ཡང་ག་རེ་ཟེར་ན་གཉིད་འཆིང་བ་དེ་འདྲ་ཡོང་ནས་ཉོབ་ཐོག་ཡོང་ཡང་ཉེན་ཁ་ཡོད་རེད་དེ་འདྲ་ཡིན་པ་སོང་ལ་སྒོམ་རྒྱག་པའི་སྐབས་སུ་སེམས་གཡེང་བ་དེ་འདྲ་ཡོང་གི་ཡོད་མ་རེད་སྒོམ་རྒྱག་པའི་སྐབས་སུ་སེམས་ཉོབ་ཐོ་ཡོང་གི་ཡོད་མ་རེད་དེ་འདྲ་ཡིན་པ་སོང་ཙང་མིག་ཕྱི་ལོག་ལ་བལྟ་བར་རྒྱང་རིང་པོ་བལྟས་བསྡད་པ་ཡིན་ན་ཨ་ན་སེམས་ཕྱི་ལོག་ཏུ་གཡེང་བའི་སྐྱོན་ཡོད་པ་སོང་ཙང་རྒྱང་རིང་པོ་ལྟ་གི་ཡོད་མ་རེད་ཨ་ན་ད་ག་ན་གཡེང་ཁར་སེམས་མིག་མ་བཙུམ་བསྡད་པ་ཡིན་སོང་ན་དེ་ལ་བརྟེན་ནས་ཉོབ་ཐོ་དང་བྱིང་བ་ཡོང་གི་ཡོད་པ་སོང་ན་མིག་བཙུམ་ན་འགྲིག་གི་མ་རེད་ད་ཨ་ན་མིག་ག་ག་བལྟ་དགོས་ཟེར་ན་མིག་སྣ་རྩེ་ལ་བབས་པ་ཟེར་དུས་སོ་སོ་སྣ་འོང་གི་ཨ་ན་རྩེད་མོ་གི་མདུན་གྱི་ནམ་མཁའ་དེ་འདྲ་བྱེད་གི་མ་རྟགས་དེ་བས་ཆུང་ནས་མདོར་ན་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨ་ན་ད་ཅི་ཡིན་འདི་བར།

འདྲེན་པ་མར་ཅུང་བཀུག། དེ་ནས་དཔུང་དགུ་སྤྲོ་དར་བསང་བ་ཚེ་དཔུང་པ་དེས་བར་བརྐྱང། ཨ་ནི་མིག་བར་སྣ་རྩེ་ལ་ཕབ། ཨ་ནི་སོ་ཕྱི་རང་བབས་ཟེར་བཞག་ནས་ད་ཁྱེད་ཚོས་དེ་འདྲའི་དུས་དང་ལྡན་པའི་གི་མགོ་ནས་འདེབས་པ་ཡིན་ན། ཨ་ནི་ལུས་ཚང་མ་ལས་པས་ཅིག་རྩ་དང་རླུང་དང་འགྲོ་སྟངས་དང་དེ་ཚོ་གནས་སྟངས་པས་ཡག་པོ་ཆགས་ཀྱི་རེད་གསུངས་ཀྱི་རེད། འོ་དེ་ལྟ་བུའི་གི་གར་ཟས་སོང་ན་ཅིག་གནས་སྟངས་ཡག་པོ་ལུས་ཀྱི་བདེ་ཐང་དང་གནས་སྟངས་པས་ཡག་པོ་ཆགས་པ་ཡིན་ན། ཨ་ནི།

རླུང་གི་སྐོར་ཅུང་ཡག་པོ་དེ་འདྲ་ཡོང་ན་ག་རེ་ཡོད་ཟེར་སོང་ན་ཨ་ནི་ང་ཚོ་སེམས་ཀྱི་སྟེང་དེ་སེམས་སུ་ཡ་དེ་ཨ་ནི་རླུང་དང་མཉམ་དུ་འགྲོགས་ཡོད་པ་སོང་ཙང་རླུང་ལས་སུ་རུང་བ་ཟེར་དེ་རླུང་དཔེ་ཅིག་བདེ་བོ་ཡག་པོ་བྱ་བ་ཡིན་ན་དེ་ལ་བརྟེན་ནས་སེམས་དེ་ཚོ་ཨ་ནི་དཔེ་བདེ་བོ་དང་ཨ་སྒོམ་འགྲོ་བ་མཉམ་ནས་ག་རེ་བས་བྱས་པ་ཡིན་ན་ཨ་ནི་ཅིག་ག་རེ་ཟེར་སོང་ན་བདེ་བོ་དང་ཡག་པོ་བྱུང་གི་རེད་གསུང་གི་ཡོད་དེ་འདྲ་ཡིན་པ་སོང་ན་ད་དེ་ལྟ་བུའི་གི་ཅིག་སྒོམ་དངོས་སུ་རྒྱག་མཁན་དེ་སེམས་རེད་སེམས་ཡིན་ན་ཡང། སེམས་དེ་ལུས་ལ་བརྟེན་བདེ་བར་སོང་ད་སེམས་དེ་ལུས་ལ་བརྟེན་ཨ་འདི་ནང་ལ་རྩ་དང་རླུང་དང་སོགས་བརྟེན་བདེ་བར་སོང་ད་ད་གཟུགས་ཀྱི་གནས་སྟངས་དང་མཐུན་པའི་སྒོ་ནས་སྒོམ་རྒྱག་པ་ཡིན་ན་ཨ་ནི་བས་མ་ཟད་ཡག་པོ་ཡོང་གི་རེད་བསམ་གི་རེད་དེ་འདྲ་ཡིན་པར་སོང་ཙང་ཅིག་ག་རེ་ཟེར་སོང་ན་སེམས་དེ་རླུང་ལ་བརྟེན་བདེ་ཡོད་རེད་ཨ། སེམས་དེ་རླུང་ལ་བརྟེན་བདེ་ཡོད་རེད་ཨ་ནི་རླུང་དེ། སེམས་རླུང་ལ་བརྟེན་བདེ་དུས་སེམས་སྒོམ་སྒྲུབ་པ་ཉམས་ལེན་ཡག་པོ་བྱེད་པ་རླུང་གི་གནས་སྟངས་ཡག་པོ་དགོས་རེད་རླུང་གི་གནས་སྟངས་ཡག་པོ་ཡོང་བར་བྱེད་པ་ལ་ཨ་རླུང་དེ་རྩ་ལ་བརྟེན་ཏེ་ཡོད་རེད་རྩ་གི་ནད་དང་ཡག་པོ་དགོས་རེད་རྩ་གི་ནད་དང་ཡག་པོ་ཡོང་བར་བྱེད་པ་ལ། ད་དེའི་ནང་ན་ག་རེ་བཟས་སོང་རྩ་དེ་ཚོ་འདྲོངས་པོ་ཡག་པོ་རྩ་འདྲོངས་པོ་ཡག་པོ་ཡོང་བར་བྱེད་པ་ལ་ལུས་དགོས་བས་ལུས་དེ་ཚོ་འདྲོངས་པོ་བྱས་ནས་འོ་དེ་འདྲ་ཞིག་ནད་འགོ་ཡག་དེ་གལ་ཆེན་པོ་རེད་ད་དེ་འདྲའི། དང་པོ་བདེ་ཐང་འདྲོངས་བ་དང་ད་བསམ་སྟངས་དང་དེ་འདྲའི་ཅིག། ལུས་ཀྱི་བདེ་ཐང་དེ་ཚོ་ཁྱད་ཞུགས་བསྟུན་དང་ལྡན་པ་དགོས་རེད་ད་བྱིས་པ་ཡིན་ན་རྩ་དེ་ཚོ་འདྲོངས་པོ་བྱ་རྩ་དེ་འདྲོངས་པོ་ཆགས་པ་ཡིན་ན།

དེའི་ཕྱིར་དེ་ལྟ་ངས་ག་རེ་ཟེར་སོང་དེ་རིང་ད་སྒོམ་རྒྱག་གི་ཡིན་བསམ་པ་ཅིག་སྒོམ་ག་རེ་རྒྱག་ག་ཟེར་ན་བྱང་ཆུབ་སེམས་དང་སྟོང་པ་ཉིད་ད་དེ་ཚོ་སྒོམ་གི་ཡིན་བསམ་པ་ཅིག་ད་སྒོམ་པར་བྱེད་པ་ལ་ཨ་ན་སེམས་ཅིག་བདེ་བོ་ལས་སུ་རང་བར་གོ་རེ་ད་ཡོང་བར་བྱེད་པ་ལ་སེམས་དེ་ལུས་ལ་བརྟེན་བདེ་བ་སོང་ན་ད་ལུས་ཀྱི་ཁྱད་ཆོས་བདུན་དང་ལྡན་པ་དེ་བྱེད་གི་ཡིན་བསམ་པ་ཅིག་དེ་རུང་ད་གྲང་གིས་དེ་འདྲའི་ཆེད་ཡོད་དེ་ཁྱད་ཆོས་བདུན་པོ་དེ་ཚང་བར་བྱེད་ད་དེ་ནས་ལུས་འབྲུང་པོ་བྱས་ནས་ཁྱད་ཆོས་ཚང་བ་ད་དེ་ཚོ་ཚང་མ་ཡག་པོ་ཆགས་ཚར་སོང་ན་ཨ་ན་སོ་སོ་གི་སེམས་ཀྱི་ནང་ད་ག་རེ་བསམ་བཏང་གི་རེད་ཟེར་སོང་ན།

ད་དེ་ནས་ག་རེ་ཟེར་སོང་ན་བྱང་ཆུབ་སེམས་བསྒོམ་སྟངས་དེ་ལ་ད་གོ་ཁ་བཏུག། ཨ་ནི་བྱང་ཆུབ་སེམས་ཁོ་རང་བསམ་བཏང་ཡག་ཅིག་ཡང་དེ་ནས་བྱང་ཆུབ་སེམས་ཀྱི་རྒྱུད་སྔ་མ་སྔ་མ་བསམ་བཏང་བར་བརྟེན་དེ་ནས་དེའི་རྗེས་སུ་ཨ་ནི་བྱང་ཆུབ་སེམས་བསམ་བཏང་ཡག་ད་བྱེད་སྟངས་བསྒོམ་སྟངས་མང་པོ་ཡོད་རེད་དེ་འདྲ་ཡིན་པར་སོང་ད་ད་ལྟ་དེ་ག་རེ་ཟེར་སོང་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་ཨ་ནི་བྱང་ཆུབ་སེམས་བསྒོམ་སྟངས་དེ་ནང་བཞིན་བྱེད་སྟངས་དེ་རིང་བསྒོམ་རྒྱག་བྱེད་ཀྱི་ཡིན་ད། ད་རྒྱུ་འབྲས་མན་ངག་བདུན་ཟེར་སོང་ན་དང་པོ་སེམས་ཅན་ཐམས་ཅད་མ་ཤི་བ་དེ་ནས་དྲིན་དྲན་པ་དེ་ནས་དྲིན་གཟོ་བ་དེ་ནས་ཡོངས་སུ་བྱམས་པ་དེ་ནས་སྙིང་རྗེ་དེ་ནས་ལྷག་བསམ་ད་དེ་ལ་བརྟེན་ནས་དེ་ལྟ་བུའི་དགེ་སྒྲུབ་དངོས་ནི་དོན་ལྟ་དེའི་རྗེས་སུ་བྱང་ཆུབ་སེམས་བསམ་བཏང་ཡང་འོག་ལྟ་དེ་ཆེ་ཡང་ཡིན་ལྟ། དེ་རྒྱུ་འབྲས་མན་ངག་བདུན་དགོངས་ནས་བྱང་ཆུབ་སེམས་བསྐྱེད་ཚུལ་དེ་རེད་ལྟ་དེ་འདྲ་ཡིན་པར་བསམ་ལ་ད་དང་པོ་གར་བསམ་བཏང་གར་ཟེར་ན། ཨ་ནི་སེམས་ཅན་ཐམས་ཅད་ནི་སོ་སོ་ཕ་མ་ཅི་མྱོང་རེད་གང་ཡིན་ཟེར་སོང་ན། ང་རང་གི་སྐྱེ་བ་བླངས་པ་དེ་གྲངས་ཀ་ཡོད་མ་རེད་འོ་ན་སེམས་ཅན་རྣམས་ཀྱི་སྐྱེ་བ་བླངས་པ་དེ་གྲངས་ཀ་ཡོད་མ་རེད།

ངས་ཕ་མ་བྱས་མྱོང་ཡོད་རེད་གང་ཡིན་ཟེར་ན་ངས་སྐྱེས་བ་བླངས་པ་ལ་གྲངས་ཀ་ཡོད་མ་རེད་བ་ཅོག་དེ་སྐྱེས་བ་བླངས་པ་ལ་གྲངས་ཀ་ཡོད་མ་རེད་ད་སྐྱེས་བ་གཅིག་མེད་ན་གཅིག་ཕ་མ་བྱས་མྱོང་ཡོད་རེད་བསམ་ཡང་ནས་ཡང་དུ་བསམ་བློ་བཏང་དེ་བསམ་བློ་བཏང་བ་ལ་བརྟེན་ད་གཏན་འཐེན་སེམས་ཅན་སུན་འགྲུབ་ཅིག་མཐོང་སོང་ན་འོ་ད་ངས་ཕ་མ་བྱས་མྱོང་ཡོད་རེད་སྙམ་པའི་བློ་ཅིག་ངམ་ངམ་ཤུགས་ཤུགས་ལ་ཡག་པོ་སྐྱེ་གི་ཡོད་ན་ད་དེ་མ་ཤེས་པ་ཨ་སི་དེ་བྱས།

དྲིན་བྱེད་པ་སྒོམ་པ་ཟེར་དྲིན་དྲིན་པ་ཟེར་དེ་དག་སེམས་ཅན་ཐམས་ཅད་རང་གི་ཕ་མ་ཡིན་ཞེས་མྱོང་ན་ད་འདི་ཚོ་ཚང་མ་དེ་ཚེ་འདི་གི་ཕ་མ་ནང་བཞིན་བཀའ་དྲིན་ཆེན་པོ་རེད་བསམ། སེམས་ཅན་ཐམས་ཅད་ང་རང་གི་ཕ་མ་ཆེས་མྱོང་བ་བསམ་ན་བཀའ་དྲིན་ཆེན་པོ་རེད་བསམ་དེ་ནི་ཡང་ནས་བཀའ་དྲིན་ཡང་ནས་ཡང་དུ་བསམ་མོ་དང། འོ་དེ་འདྲས་བསམ་དང་ད་དེ་ནས་སེམས་ཅན་ཚང་མ་དེ་ད་འདི་གི་ཕ་མ་ནང་བཞིན་བཀའ་དྲིན་ཆེན་པོ་རེད་བསམ་བློ་ཤུགས་ཆེན་པོ་འུ་ཐུག་ཡག་པོ་སླེབས་སོང་ན་དྲིན་དྲན་པ་ཟེར་དེ་འགྲོ་བ་ཚར་རེད་ད་དེ་ནས།

ད་དེ་ནས་དེའི་རྗེས་ལ་ག་རེ་བྱིས་པ་དེར་ཡིད་འོང་གི་ཆང་བར། ད་སེམས་ཅན་ཐམས་ཅད་སོ་སོ་གི་ཕ་མ་བྱེད་མྱོང་ན། ད་དེ་བཀའ་དྲིན་ཆེན་པོ་ཡིན་ན། ཨ་ནི་ང་རང་གི་དྲིན་ལན་གཅིག་ཡིན་སྙམ་པའི་བློ་ཡང་ནས་ཡང་དུ་སྐྱེས་པ་ལ་བརྟེན་ནས། ད་གང་ལྟར་དཀར་ཟས་སོང་ན་སོ་སོ་གི་ཅིག། དེ་འདྲའི་གི་བློ་ཡང་ནས་ཡང་ཤུགས་ཆེན་པོ་སྐྱེས་པར་བརྟེན་ནས་སེམས་ཅན་སུ་འདྲི་ཞིག་མཐོང་སོང་ན། ཡིད་འོང་བའི་གི་རྣམ་པ། བདེ་བ་དང་ལྡན་ན་ཅི་མ་རུང་སྙམ་པ་སེམས་ཅན་སུ་འདྲི་ཞིག་མཐོང་ན་ད་ང་རང་ཕ་མ་བྱེད་མྱོང་ཡོད་རེད་དུ་བཟང་མ་བདེ་སྐྱིད་དགོས་རེད་བདེ་སྐྱིད་དགོས་པ་ཡིན་པ་སོང་བདེ་སྐྱིད་དང་ལྡན་པ་ངེས་ཅིག་ཡིན་སྙམ་པའི་བློ་ཡང་ནས་ཡང་དུ་བསམ་དང། འོ་དེ་འདྲ་བྱས་ནས་སེམས་ཅན་སུ་འདྲ་ཅིག་གམ་ལ་ཡིད་དུ་འོང་བའི་རྣམ་པ་སྐྱེས་ནས་ད་དེ་ལ་བརྟེན་ནས་བདེ་བ་དང་ལྡན་པ་ངས་བྱེད་ཀྱི་ཡིན་སྙམ་པའི་ལོག་ཡང་ནས་ཡང་དུ་བསམ་མནོ་བཏང་ད་དེ་གི་ཡིད་འོང་གི་ཆགས་པ་སྲིད་ཆགས་དེ་ཡོད་རེད། ད་དེའི་རྗེས་ལ་ག་རེ། སེམས་ཅན་ཐམས་ཅད་སོ་སོར་ཕ་མ་བྱས་མྱོང་ན། ཨ་ན་ཕ་ཕ་མ་སེམས་ཅན་ཀུན་ལ་ད་སྡུག་བསྔལ་ག་ས་ཡི་ཡོང་གི་འདུག་འཁོར་བ་སྤྱི་དང་བྱེ་བྲག་གི་སྡུག་བསྔལ་མང་པོ་ཡོང་གི་འདུག་བ་དེ་འདྲའི་རང་དབང་མེད་པ་སྐྱེ་བའི་སྡུག་བསྔལ་རང་དབང་མེད་པ་ན་བའི་སྡུག་བསྔལ་རང་དབང་མེད་པ།

ད་དེ་ནས་བསམ་བསམ་བཏང་བཏང་ནས་ད་དེ་ནས་རྒྱུ་དྲུག་དེ་ཕྱིན་པ་རེད་དང་པོ་ག་རེད་སེམས་ཅན་ཐམས་ཅད་ངའི་ཕ་མ་ཆེ་ཉམས་ཡོད་རེད་དེ་ནས་གཉིས་པ་དེ་ག་རེད་དྲིན་ལན་བཀའ་དྲིན་ཆེན་པོ་རེད་གསུམ་པ་དེ་ངའི་དྲིན་ལན་གཅིག་ཡིན་ཨ་ནི་བཞི་པ་དེ་ཕ་མ་སེམས་ཅན་ཐམས་ཅད་བདེ་བ་དང་བརྟན་པ་ཞིག་འོ་དེ་ནས་ལྔ་བ་དེ་ཨ་ནི་ཕ་མ་སེམས་ཅན་ཐམས་ཅད་སྡུག་བསྔལ་དང་ག་རེ་ཟེར་ན་ཐར་བར་ཤོག་དེ་སྙིང་རྗེ་ཨ་ནི་དྲུག་པ་དེ་ག་རེད་ཕ་མ་སེམས་ཅན་ཐམས་ཅད་སྡུག་བསྔལ་ལས་ཐར་བ་དེ་ངའི་བྱེད་ཡིན་སྙམ་པའི་ལྟར་ལོ་ཡང་ནས་ཡང་དུ་བསམ་བཏང། ཨོ་དེ་འདྲ་བྱས་ད། སྦྱིན་སོང་ཡ། དང་པོ་དེ་ག་རེད་འདུག། ཕ་མ་སེམས་ཅན་སེམས་ཅན་ཐམས་ཅད་ངའི་ཕ་མ་བྱེད་མྱོང་ཡོད་རེད་བསམ་ནས་ཡང་ནས་ཡང་ནས་བསམ་མནོ་བཏང་ཡང་དེ་ག་རེད། མ་ཤི་བ་སྒོམ་པ། མ་ཤི་བ་ཟེར་ཏེ་སེམས་ཅན་ཐམས་ཅད་ང་རང་ཕ་མ་བྱེད་མྱོང་ཡོད་རེད་ཟེར་ཧ་གོ་བ་དེ་བསམ་བློ་དེ་བསམ་བཏང་ཡ། དེ་ཡང་ནས་ཡང་ནས་བསམ་བཏང། ད་དེ་ནི་ཕ་མ་སེམས་ཅན་ཐམས་ཅད་བཀའ་དྲིན་ཆེན་པོ་རེད་བསམ་ཡང་ནས་ཡང་བསམ་ད་དེ་དྲིན་དྲན་པ།

ཨོ་དེ་འདྲ་བྱས་ད་རྒྱུད་དྲུག་ཏུ་འགྲོ་སོང་ང། ཨོ་རྒྱུད་དྲུག་ཏུ་འགྲོ་ཚར་རྒྱུད་དྲུག་ཏུ་འགྲོ་ནས་ད་དེ་འདྲའི་རེ་རེ་ལ་ག་རེ་ཟེར་སོང་ན་གཅིག་ཀརྨ་ཆེ་ཧེག་ས་གཉིས་ས་ཀརྨ་གཉིས་ས་གསུམ་ས་དེ་འདྲ་ཞིག་བསྒོམ་པ་ཡིན་ན། དཔེར་ན་རེ་རེ་ལ་ད་ཀརྨ་གསུམ་འགྲོ་བ་ཞིག་བསྒོམ་པ་ཡིན་བསྒོམ་པ་ཡིན་ན། མ་ཤི་ལ་ཀརྨ་གསུམ་དྲིན་དྲན་ལ་ཀརྨ་གསུམ་དྲིན་གཟོ་ལ་ཀརྨ་གསུམ་ཡིད་འོང་ལ་ཀརྨ་གསུམ། དེ་ནས་ག་རེ་ཟེར་སོང་ན་སྙིང་རྗེ་ཡིད་འོང་གི་བྱམས་པ་ལ་ཀརྨ་གསུམ་སྙིང་རྗེ་ལ་ཀརྨ་གསུམ་ལྷག་བསམ་ལ་ཀརྨ་གསུམ། ད་དྲུག་གསུམ་བཅོ་བརྒྱད་ཀརྨ་བཅོ་བརྒྱད་བྱིན་སོང་ང་ད་དེའི་རྗེས་ས་ག་རེ།

ད་གར་བྱས་ཙང་སོ་སོ་གི་སྙིང་ཁ་དེ་ལ་ཨ་ནེ་འུ་དཀར་པོ་གོར་གོར་ཞིག་ཨ་ནེ་ཆགས་སོང་བསམ་པ་བྱེད། ད་དེ་གར་བྱས་ན་ཀུན་རྫོབ་བྱང་ཆུབ་ཀྱི་སེམས་སོགས་ད་འདི་འུ་དཀར་པོ་གོར་གོར་ཞིག་སྙིང་ཁ་དེ་ལ་ཆགས་སོང་བསམ་པ་བྱེད། འོ་ད་དེ་འདྲའི་བྱས་ནས་ཅིག་བསམ་བློ་བཏང་ནས་ད། སེམས་ཅན་ཐམས་ཅད་དང་སངས་རྒྱས་དགོངས་པ་ཐོབ་པར་བྱའོ་སྙམ་པའི་གི་སེམས་དེ་ཤུགས་ཆེན་པོ་སླེབས་པའི་སྐབས་སུ་ད་དེ་སོ་སོ་སྙིང་ཁ་དེ་ལ་ཨ་ནེ་ཅིག་འུ་དཀར་པོ་གོར་གོར་ཞིག་ཆགས་སོང་བསམ་པ་བྱེད། ད་འདི་བྱང་ཆུབ་སེམས་སྒོམ་ཡང་དེ་རེད། ད་དེ་ནི་དེའི་སྒང་ལ་གར་བྱས་སོང་ན་ད་ལྟུང་བ་གཉིས་སྒོམ་ཡང་དེ་རེད་ད།

ཤེས་བྱའི་ཡུལ་དུ་གྱུར་པའི་ང་ཚོ་པའི་ཧ་གོ་མཐོང་རེག་པའི་མཐོང་ཐོས་དྲན་རེག་གི་ཆོས་ཤ་ཚ་མཁོ་ཆོས་ཕྱོགས་ག་འདྲས་ཅིག་ཡིན་ན་ཡང། པའི་མཐོང་ཐོས་དྲན་རེག་གི་ཤེས་བྱ་ག་འདྲས་ཅིག་ཕྱོགས་ག་འདྲས་ཅིག་ཡིན་ན་ཡང་དེ་ཚོ་ཚང་མ་དེ་ག་རེ་ཟེར་སོང་ན་རྟེན་འབྱུང་རེད་འདུག་ག་ཟེར་དེ་རེད་ད། ད་རྟེན་འབྱུང་ཟེར་དེ་ད་ཇི་ལྟར་བྱས་ནས་རྟེན་འབྱུང་དེ་ལ་ད་གསུམ་ལྟར་ཅིག་ཡོད་རེད་ཨ། རྒྱུ་ལ་བརྟེན་ནས་བྱུང་བ་ཆ་ཤས་ལ་བརྟེན་ནས་བྱུང་བ་ཨ་ནི་མིང་དང་རྟོག་པའི་ལྟ་བར་བརྟེན་ནས་བྱུང་བ་ཟེར་ད་རྟེན་འབྱུང་ཞིབ་ཚགས་པོ་བྱེད་དགོས་ན་ད་དཔེ་མང་པོ་ཡོད་རེད་འོ་དེ་འདྲ་ཡིན་པར་སོང་སྟེ་ད་ད་ད་ཞོག་གི་དེ་ནི་ཚང་མ་ཚ་གི་མ་རེད་པ་ད་གང་ལྟར་ཀྱང་ཆོས་ཐམས་ཅད

གང་ཟག་དེ་དག་ལ་ཡོད་དེ་ཡོད་རེད་བ་དེ་མེད་གསུང་གི་ཡོད་མ་རེད་ཨ་མདའ་ད་ལྟ་མེད་ཟེར་བའི་མེད་རྒྱུ་གི་བདག་དེ་ག་རེ་ཟེར་ས་མེད་རྒྱུ་གི་བདག་དེ་དགག་བྱེད་ཀྱི་བདག་ཟེར་དགག་བྱེད་ཀྱི་བདག་ཟེར་ན་ག་རེ་ཟེར་ཟེར་སོང་ན། རྟེན་འབྱུང་མ་ཡིན་མཁན་གྱི་ནད་པའི་ཕྱོགས་གཅིག་ཡོད་ན་རང་བཞིན་གྱི་གྲུབ་པའི་ཕྱོགས་གཅིག་ཡོད་ན་ད་དེ་ལ་ད་བདག་ལབ་ཀྱི་ཡོད་རེད་དེ་འདྲ་ཅིག་ཡོད་མ་རེད། གང་ཡིན་ཟེར་སོང་ན་ཆོས་ཐམས་ཅད་རྟེན་འབྲེལ་མང་པོ་ཚོགས་པའི་སྟེང་ནས་རྟེན་ཅིང་འབྲེལ་བར་འབྱུང་བའི་སྒོ་ནས་ཡོད་པ་ཆགས་བསྡད་ཀྱང་ཆོས་ཐམས་ཅད་རྟེན་ཅིང་འབྲེལ་བར་འབྱུང་བའི་སྒོ་ནས་ཡོད་པ་སོང་ཙང་ད་རང་བཞིན་གྱི་ཡོད་མ་རེད་རང་བཞིན་གྱི་མེད་པ་སོང་ཙང་རང་བཞིན་གྱིས་ཡོད་པ་དེ་ལ་བདག་ལ་བའི་ཡོད་རེད་དེ་རང་བཞིན་གྱིས་མེད་པར་སོང་ན་བདག་མེད། འོ་དེ་འདྲ་ཡིན་པར་སོང་ད་དེ་འདྲའི་གི་བསམ་བློ་བཏང་ནས། ད་མདོ་དོན་སྙིང་པོ་མདོར་བཤད་ཚིག་གི་བྲིས་ཤག་ཡིན་ན་ད་སོ་སོ་གི་བསམ་བཏང་ནས་སོ་སོ་ལ་གསེར་དུ་བསམ་བཏང་ནས། ད་དངོས་གནས་དྲ་གནས་ཅིག་ཕུང་པོ་ལྔ་པོ་གང་རུང་ལ་བརྟེན་ནས་བཏགས་པའི་སྒོ་ནས་ང་རང་ཡོད་རེད་དཔེར་ན་ང་རང་གི་སྲོག་གི་མང་པོ་དང་འཚོ་བའི།

སོ་སོ་གི་སྙིང་ག་དེ་ལ་འོད་དཀར་བ་སྐོར་སྐོར་ཅིག་བྱང་ཆུབ་སེམས་གསུམ་བཏང་བ་དེ་ནས་འོད་དཀར་བ་སྐོར་སྐོར་ཅིག་ཡལ་བ་དེའི་སྒང་ལ། ད་ཆོས་ཐམས་ཅད་དོན་ཡིད་འདྲེས་པར་འབྱུང་བ་ཡིན་པར་སོང་དང་རྟག་ཏུ་འཕྲོད་པ་ཡོད་མ་རེད་སྙམ་པའི་བློ་ཤུགས་ཆེན་པོ་མ་སྐྱེས་པར་བསམ་དང། འོད་ཙི་ཤུགས་ཆེན་པོ་སྐྱེས་སོང་ན་ད་དེ་འདྲའི་གི་བློ་ཤུགས་ཆེན་པོ་འདི། གར་ཟད་སོང་ད་གེ་གེ། སོ་སོ་སྙིང་ག་ལ་འོད་དཀར་བ་སྐོར་སྐོར་དེའི་སྒང་ལ།

འོག་འདིས་བསམ་བློ་བཏང་བ་དེ་སྟོང་པ་ཉིད་སྒོམ་པར་བྱེད་དེ་ལྟ་བུའི་གྱི་དང་དེ་ལ་བརྟེན་ནས་ནི་ཆོས་ཐམས་ཅད་རྟེན་ཅིང་འབྲེལ་བར་འབྱུང་བ་ཡིན་པར་སོང་བདག་དང་བྲལ་བ་ཡོད་མ་རེད་སྙམ་པའི་བློ་ཤུགས་ཆེན་པོ་ཞིག་དེ་འདྲའི་སླད་སོང་ན་ད་ལྟའི་བདག་མེད་རྟོགས་པའི་ཤེས་རབ། འོ་དེ་ཞེས་ད་ལྟའི་ག་རེ་ཟེར་སོང་ན་ཅིག། ག་རེའི་རྣམ་པར་ཆགས་སོ་ཟེར་སོང་ན་རྡོ་རྗེ་དཀར་པོ་རྩེ་ལྔ་པ་ཅིག་གི་རྣམ་པ་དེ་འདྲ་ཤར་སོང་བསམ་པར་བྱེད་ད་དེའུ་དཀར་པོ་གུར་གུར་གྱི་སྒང་ལ་ཨང་རྡོ་རྗེ་དཀར་པོ་རྩེ་ལྔ་པ་དེ་འདྲའི་རྣམ་པ་ཅིག་ད་དེ་སོང་བསམ་པར་བྱེད་ད་ག་རེ་ཟེར་མདངས་ཀའི་འུ་དཀར་པོ་གུར་གུར་དེ་ཀུན་རྫོབ་བྱང་ཆུབ་སེམས།

དེ་དང། སྟོང་གཏམ་ཆགས་ཞེན་སེམས་དྭངས་མས་བཏབ་པའི་ཤེས་རབ་དེ་ཉིད་ནི་རྒྱུད་ལ་མ་སྐྱེས་པ་སྐྱེས་པ་དང་སྐྱེས་པ་མི་ཉམས་པ་མི་ཉམས་པ་གོང་ནས་གོང་ལ་འཕེལ་བར་བྱེད་པ་ལ་དང་པོ་དཀར་ཟས་སོགས་ན་གཅིག་ལྕུག་མ་མ་ཡིན་པ་རྒྱུད་ལས་སྐྱེད་པར་བྱེད་པ་ལ་དང་པོ་ལྕུག་མ་བསམ་སྟངས་ཀྱི་རེ་བ་འོ་དེ་འདྲ་བྱས་ནས་ད་ལྕུག་མ་ཚུན་ཆད་ལོ་ཉི་མ་རེ་རེ་བཞིན་དུ་བསམ་ནོ་དང། འོ་ད་ལྟ་འདི་གོང་དུ་ཞུས་པ་ནང་བཞིན་གྱི་བདེ་ཐང་དུ་ནི་འཕེལ་ཞིག་དང་པོ་ཀུན་སློང་དུ་སེམས་ཅན་ཐམས་ཅད་དང་སངས་རྒྱས་གོང་མ་རྟོགས་པར་བྱ་སྟེ་ཞེས་ད་ངས་འདི་བྱེད་ཀྱི་ཡིན་བསམ་པ་ཀུན་སློང་བཟང་པོ་གིས་ད་འདི་ནི་སངས་རྒྱས་ཆོས་ཚོགས་མ་ཚར་བསམ་དང། ད་འདི།

དྲན་སྡུག་སྙིང་རྗེ་སྡུག་བསྔལ་དང་བྲལ་བ་ནི་ང་རང་བྱེད་ཀྱི་སྙམ་པའི་ལྷག་བསམ། ད་དེ་ལ་བརྟེན་ནས་སེམས་ཅན་རྣམས་ཀྱི་སྟོང་སངས་ཀྱི་དགོངས་པ་ཐོབ་པར་བྱའོ་སྙམ་པའི་བློ་བྱང་ཆུབ་སེམས་དེ་བསམ་དང། ད་དེ་ཤུགས་ཆེན་པོ་ཡོད་པ། ཤུགས་ཆེན་པོ་མ་སྐྱེས་པ་དེ་བསམ་བློ་བཏང་ནས་ཡང་ནས་ཡང་བསམ་དང་དེ་བསམ་དང་བར་བརྟེན་ནས་ནི་སོ་སོ། བྱང་ཆུབ་སེམས་དེ་སྙིང་ག་ལ་འོ་དཀར་བར་གོམས་དཀའ་བསམ་དང། ད་དེ་ནི་དེ་གང་ལ་ཆོས་ཐམས་ཅད་རྟེན་ཅིང་འབྲེལ་བར་འབྱུང་བ་ཡིན་པ་སོང་བདག་ལྟ་གྲོལ་བ་མེད་བསམ་བསམ་ལ་ཡང་ནས་ཡང་བསམ་དང་དེ་འོ་དེ་ཤུགས་ཆེན་པོ་ཆགས་སོང་ད་དེ། རྡོ་རྗེ་དཀར་པོ་རྩེ་ལྔ་པ། བྱེད་མཁན་རྣམ་པ་ཆེན་ཐང་གི་འོད་དཀར་པོ་གོ་བསྐོར་དེ་དང་ནང་འདབས་སུ་ཞེན་ནས་དེ་ནས་བསམ་དང། འོ་ད་དེ་གཉིས་འདས་ནས་བྱ། སངས་རྒྱས་དགོངས་པ་མ་རྟོགས་གོ་བ་ད་དང་གི་བས་བསམ་པ་བྱས་ནས་འོ་ད་དེ་ཡང་ནས་ཡང་ནས་བསམ་དང་ཡང་དེ་པས་མ་ཟད་གལ་ཆེན་པོ་རེད་ད་དེའི་རྗེས་སུ་ཡང་འཁོར་སོ་སོ་སོའི་སོག་མ་རྣམས་བརྒྱག་ནས། ངའི་ཡིད་ཀྱི་ད་ཉི་མ་དེ་རིང་ནས་ཆེས་དཀའ་རུ་ཚད་སོང་ན་ཅིག་ཀུན་རྫོབ་ཀྱི་བྱང་ཆུབ་སེམས་དང་དོན་དམ་བྱང་ཆུབ་སེམས་དེ་གཉིས་པོ་གོམས་པས་ཀྱི་མཉམ་གནས་ཀྱི་དེ་གཉིས་གཙོ་ཆེ་བས་ལུས་ངག་ཡིད་གསུམ་དགེ་བ་ག་རེ་བསགས་ཡོད་ན་དེ་ཐམས་ཅད་དེ་འདས་པའི་སངས་རྒྱས་ཀྱི་དགོངས་རྫོགས་མ་འོངས་སངས་རྒྱས་ཀྱི་ཚོགས་བསགས་ད་ལྟ་འཇུག་པ་རྣམས་ཡིན་ཞིང།

ཉི་མ་རེ་རེ་བཞིན་དུ་ཨ་ན་གོམས་འདྲིས་དང་བདག་གི་ཉམས་ལེན་བྱེད་པ་ཡིན་ན་ཨ་ན་བསོད་ནམས་དང་ཡེ་ཤེས་ཀྱི་ཚོགས་གཉིས་པས་དག་ཅིག་ཆར་དུ་བསགས་ནས་ནི་དགེ་བ་ཆེན་པོ་འབྱུང་བས་རེས་དེ་འདྲ་བྱེད་ཡ་ཡིན་ཚང་མ་ཁག་དྲུག་བཀྲ་ཤིས་ཚེ་རིང་ལོ་བརྒྱ་ཐུགས་རྗེ་ཆེ་གནང།